བཀྲ་ཤིས་བདེ་ལེགས་དགེ་བཤེས་ལགས། ཨོ། ཀོ་པན་དགོན་པ་ལ་ག་འདྲ་སུ་འགྲོ་གོ་ར། ཧ་ཧ་བཀྲ་ཤིས་བདེ་ལེགས། ཁྱེད་རང་གིས་བོད་སྐད་ཡག་པོ་རྒྱབ་ཀྱི་འདུག་ག་ནས་སྦྱངས་པ་ཡིན། ཧ་ཧ།
ཐུགས་རྗེ་ཆེ་རྒན་ལགས། དྲ་ལམ་ནས་སྦྱངས་པ་ཡིན། བོད་ཡིག་དགེ་རྒན་དཔེ་ཡག་པོ་འདུག། ཁོང་སློབ་ཁྲིད་བྱེད་སྟངས་ཡག་པོ་འདུག། སློབ་ཚན་སྐབས་ལ་བོད་སྐད་མ་གཏོགས་སྐད་གཞན་པ་རྒྱབ་ཆོག་གི་ཡོད་མ་རེད། ཨ་ནི་ཉི་མ་རྟག་པ་ནང་སྦྱོང་བྱེད་བཅུག་གི་རེད། ཨ་ལས་འདི་དཔེ་ཡག་པོ་རེད། ཨ་ནི་ཁྱེད་རང་གི་མིང་ག་རེ་རེད། ཕ་ཡུལ་ག་ནས་ཡིན། ང་ཨ་ཕི་རི་ཀ་ནས་ཡིན་རྒན་ལགས། ངའི་མིང་ལ་བན་དྲེལ་རེད། ཨ་ལས་ལས་བན་དྲེལ་ལགས། ང་ཡང་ཀོ་པན་གྱི་འགྲམ་ལ་འགྲོ་གི་ཡིན། ལམ་ཁ་གཅིག་པ་རེད། མཉམ་དུ་འགྲོ་མ་རེད་བས། ཏག་ཏག་རེད་རྒན་ལགས་མཉམ་དུ་འགྲོ། ཐག་རིང་པོ་ཡོད་རེད་པས། ཡོད་མ་རེད་ཡོད་མ་རེད་ཐག་ཉེ་པོ་རེད། སྐད་ཆ་བཤད་གིན་བཤད་གིན་འགྲོ་ན་ལེབ་གི་རེད། ལགས་སོ་རྒན་ལགས།
ཨ་ནི་བོད་སྐད་རྒྱུན་རིང་པོ་སྦྱངས་ཡིན་པས། ཨོ།
བོད་རྒྱའི་ཟླ་བ་དྲུག་ཙམ་སྦྱངས་ཡིན། ངའི་བླ་མས་བོད་རྒྱའི་སྦྱོང་ན་ཡག་པོ་ཡོད་རེད་གསུངས་སོང།
ཨེ་ཡག་པོ་རེད་ནང་ཆོས་སྦྱོང་གི་ཡོད་པས། ལགས་ཡོད་རྒན་ལགས་ནང་ཆོས་སྦྱོང་གི་ཡོད། ཨ་ནི་རྒན་ལགས་ཀྱི་དགོན་པ་ག་ནས་རེད། དཔེ་ཆ་ལྟ་ནས་ལོ་ག་ཚོད་འགྲོ་སོང། ང་དགའ་ལྡན་དགོན་པ་ནས་རེད་ད་ངས་དཔེ་ཆ་བལྟས་ནས་ལོ་མང་པོ་འགྲོ་སོང། ཨ། ལོ་སུམ་ཅུ་སོ་བརྒྱད་ཙམ་འགྲོ་སོང། ཨ་མ་མ།
འདི་ལོ་མང་པོ་རེད། ཨ་ནི་དགོན་པའི་ནང་ལ་ག་རེ་ག་རེ་སློབ་ཀྱི་ཡོད་རེད་རྒན་ལགས།
སྔོན་མ་ཡིན་ན་དགོན་པའི་ནང་དཔེ་ཆ་སྦྱང་ཡ་དང་རྩོད་པ་རྩོད་ཡ་མ་གཏོགས་ཡོད་མ་རེད། ད་དེང་སང་དགོན་པའི་ནང་དབྱིན་ཇི། ཚན་རིག། ཨང་རྩིས། ནང་ཆོས་ཚང་མ་སློབ་ཀྱི་ཡོད་རེད། ཨ་ལས་རྒན་ལགས། ཨ་ནི་རྒན་ལགས་ཀྱི་ཆོས་བརྒྱུད་ག་རེ་རེད།
ང་དགེ་ལུགས་པ་རེད། ཨ་ལས་རྒན་ལགས། ང་བཀའ་བརྒྱུད་པ་ཡིན། ངའི་བླ་མ་བཀའ་བརྒྱུད་པ་རེད། ཁོང་ད་ལྟ་ཀོ་པན་དགོན་པ་ལ་ཡོད་རེད།
ཨ་ལས་ཡ་ཡ་དཔེ་ཡག་པོ་རེད་འོད་འདྲེ་ལགས་ད་ངའི་ཤག་སླེབས་སོང། ཁང་པ་སེར་པོ་ཆུང་ཆུང་འདི་རེད། ཁྱེད་རང་འདི་ནས་ཡར་ཁ་ཏུ་འགྲོ་ན་ཀོ་པན་དགོན་པ་ལ་སླེབས་ཀྱི་རེད། ཨ་ནི་རྗེས་ལ་ངའི་ནང་ལ་བྱ་བཏུང་ག་ཤོག་ཨ། ཡ་ཡ་རྒན་ལགས་ཐུགས་རྗེ་ཆེ། ཉི་མ་གཅིག་ཡོང་གིན་གདའ། ག་ལེ་ཕེབས་དགོ། ཡ་ཡ་ཨ་ནི་རྒྱུ་ཨ།